རྒྱུས་མེད་ཀྱི་བརྟན་བཞུགས་ཕྱག་ཆེན་བྱས་ནས་ཚོགས་ཡག་རྟགས་དེ་འཚོགས་པའི་སྐབས་དེ་ཨ་ནེ་དེ་ཆོ་ལོ་ག་ཅིག་གཉིས་ཆིག་གི་ལུག་གུ་ཅིག་སྟོན་ལོ་ཞེས་བྱ་ཅི། འཇིག་རྟེན་གསུམ་གྱི་རིན་ཆེན་གཅིག་པུ་མཆོག། རྒྱུ་རྐྱེན་འདུས་པའི་ལམ་བཟང་གསལ་བ་ལ། འདྲེན་བྱེད་གདོད་མའི་ཕྱག་ན་པད་དཀར་འཆང། བསྟན་འཛིན་རྒྱ་མཚོའི་ཞབས་ལ་སོགས་འདོད། ཞེས་པ་འདི་ནི་གསང་སྔགས་རིག་པ་འཛིན་པའི་འདུས་སྡེ་ཆེན་པོ་དཔལ་ལྡན་སྨད་རྒྱུད་གྲྭ་ཚང་ནས་བླ་མ་སྐྱེས་བུའི་གསང་འདུས་སུ་འཇུག་རྒྱུ་འདི་ལྟ་བུ་ཞིག་དགོས་ཞེས་བསྐུལ་ངོར་དགོས་དབང་དུ་ཤཱཀྱའི་དགེ་སློང་ཆོས་སྨྲ་བ་ཏཱ་ལའི་བླ་མས་བོད་རབ་བྱུང་བཅུ་བདུན་པའི་ཤིང་འབྲུག་ཟླ་བ་བཅུ་གཉིས་པའི་ཚེས་གཅིག་ཕྱི་ལོ་ཉིས་སྟོང

བྱེད་ལུགས་གཅིག་གིས་གསུང་གི་ནང་ལོགས་ལ་གསང་བ་འདི་བའི་སྐོར་གསུང་བྱ་བ་འདི་ཚོད་ཕྲད་བྱས་ནས་གསང་བརྟག་ཡིན་དུས་བརྟག་གི་རེད་དངོས་གནས་དྲ་གནས་ཀྱི་པའི་གསང་སྔགས་རྡོ་རྗེ་ཐེག་པའི་སྙིང་པོ་གཙོ་བོ་གཅིག་རེད་ཤག་བསམ་ནས་ད་ངེས་པ་རྙེད་ཐུབ་ཡག་ཅིག་ཡོང་གི་འདུག་བ། ད་ལྟ་ང་རང་ཚོ་རྒྱུད་གྲྭ་སྨད་སྟོད་གཉིས་ལ་ཆ་བཞག་ན་སོང་འདི་བོད་བརྒྱུད་འཆད་ཉན་ཁོ་ར་དགོན་པའི་སྒྲིག་འཛུགས་ཀྱི་གྲས་ཀྱི་སོར་བཞེས་བྱེད་ད་འདོན་ཡང་ཆགས་བསྡད་ཀྱི་ཡོད་རེད། ད་དེ། རྒྱུ་འབྲས་ཀྱི་སྦྱོར་ལུང། བདག་བདེ། ནག་པོ་གུ་རུ་མི་གཙུག་གོ་བ་ཡ། རྨད་བྱུང་སེམས་དཔའི་དཔལ་འབར་ལོངས་སྤྱོད་རྫོགས་ཁ་ཕྱོགས་བདེ་སྟོང་རོལ་ལ་ཐག་རིང་བྱེད། དམིགས་མེད་ཐུགས་རྗེ་ཞི་བའི་མཐའ་བབས་པ་རྒྱལ་བ་ཡན་ལག་བདུན་ལྡན་ལ་ཕྱག་འཚལ། རྒྱལ་བ་ཡན་ལག་བདུན་ལྡན་རྒྱུད་རྒྱལ་སྟོན་པ་དང་ཡེ་མེ་བླ་མའི་ཞབས་ལ་ཕྱག་འཚལ་ནས་རྒྱུད་དོན་སྙིང་པོའི་གདམས་པ་དྲི་བར་བྱ། འདིར་རྒྱུད་ཐམས་ཅད་ཀྱི་སྐྱེས་བུ་དཔལ་གསང་བ་འདུས་པའི་ལམ་རིམ་པ་ལྔ་སྟན་ཐོག་གཅིག་ཏུ་ཉམས་སུ་ལེན་པའི་ཚུལ་དམར་ཁྲིད་དུ་བྱ་བ་ལ་སྔ་དྲོ་དང་དངོས་གཞི་གཉིས་དང་པོ་ལ། འགལ་རྐྱེན་སྡིག་སྒྲུབ་སྦྱོང་བ་རྡོ་རྗེ་སེམས་དཔའི་སྒོམ་བཟླས་དང། མཐུན་རྐྱེན་ཚོགས་གསོག་པ་བླ་མའི་རྣལ་འབྱོར་སྒོམ་པ་གཉིས། དང་པོ་ནི་ཡིད་ཀྱི་རོལ་པ་ཞེས་སོགས་སྐྱབས་འགྲོ་སེམས་བསྐྱེད་ཡིད་འཁུལ་ངེས་བྱ། དེ་ནས་རང། ཐ་མལ་དུ་གནས་པའི་སྤྱི་བོར་སྤམ་ལས། པདྨ་འདབ་མ་བརྒྱད་པ་དེའི་ལྟེ་བར་ཨ་ལས་བཅོས་མ་ཟླ་བའི་དཀྱིལ་འཁོར་གྱི་སྟེང་དུ་ཧཱུྃ་ལས་རྡོ་རྗེ་དཀར་པོ་རྩེ་དཀར་པོ་ལྟེ་བ་ལ་ཧཱུྃ་གིས་མཚན་པ། དེ་ལས་འོད་ཟེར་སྤྲོས་པས། རྩེ་མོ་ལས་རྡོ་རྗེ་སེམས་དཔའ་ཡབ་ཡུམ་དཔག་ཏུ་མེད་པ་སྤྲོས། སེམས་ཅན་ཐམས་ཅད་ཀྱི་སྤྱི་བོར་རྡོ་རྗེ་སེམས་དཔའ། ཡབ་ཡུམ་རེ་རེ་བཞུགས་པར་བྱེད་མོད། གང་དང་གང་རང་སོགས་སེམས་ཅན་ཐམས་ཅད་ཀྱི་དོན་དག་ཅིག་གི་སྨོན་ལམ་བརྒྱུད་དེ་འཆི་ཆ་ཡོན་ཏན་ད་སང་འདུས་པའི

བར་ཆད་སེམས་དཔའ་ཡབ་ཡུམ་གཟུངས་རེ་རེ་བཞུགས། ཡབ་ཡུམ་སྙོམས་པར་ཞུགས་པའི་སྦྱོང་རྩ་ནི་བྱང་ཆུབ་ཀྱི་སེམས་ཀྱི་རྒྱུད། ཆུ་རྒྱུན་གྱི་དབང་བསྐུར་བ་སུམ་ཆ་ཐམས་ཅད་ཀྱི་སྡིག་སྒྲིབ་སྦྱངས། རྡོ་རྗེ་སེམས་དཔའི་གོ་འཕང་ལ་བཀོད་པར་བསམ། མིག་སྒོ་གཅིག་ཕྱེ། ཡང་མིག་སྒོ་གཅིག་ལ། ཡང་ཧཱུྃ་ལས་འོད་ཟེར་འཕྲོས་པས་རྣམ་བཀོད་ལས། མཆོད་པའི་ལྷ་མོ་དཔག་ཏུ་མེད་པ་སྤྲོས། ཁྲོ་ཆུ་ཟངས་ཀྱི་ས་དང་བཅས་པ་ལ་མཆེ་བ་ཕུལ། དེ་རྣམས་ཀྱི་ཐུགས་རྒྱུད་ལ་བདེ་སྟོང་གི་ཏིང་ངེ་འཛིན་གསར་དུ་འཁྲུངས་ཏེ། རེ་ད་གོ་ག་དང་དམིགས་པ་གསར་པ་ཞིག་འཕྲད་ཡོད་འདུག་ས་ནས་གོ་དེ་ལ་དམིགས་པའི་ཨེ་ན་བདེ་སྟོང་གི་བློ་རང་བཞིན་གྱིས་སྐྱེ་ཡོང་སྐུར་བ་བཏགས། ཁོ་རང་བདེ་སྟོང་གི་ཏིང་ངེ་འཛིན་མེད་པ་ཅིག་གིས་གསར་དུ་ཨུ་ཚུགས་ཀྱིས་འདུག་གོམས་བཞིན་པ་ཁེ་མ་རེད། ཁོ་ར་དམིགས་པ་རུ་ས་བ་སླེ་ཡིན་དུས་ས་ནས་དེ་ལ་དམིགས་པའི་ཨེ་ནི་བདེ་སྟོང་གི་ཏིང་ངེ་འཛིན་སྐྱེ་ཡ་ཞིག་གོ་རང་བཞིན་གྱིས་ཡོང་ཡ་ཡིན་དུས་ས་ནས་ལྟ་བ་དེ་འདྲ་ཅིག་རེད་ཤག། ཁྲི་པའི་ལྷག་པ་དཔག་ཏུ་མེད་པ་སྤྲོས་ཏེ། ཕྱོགས་བཅུའི་སངས་རྒྱས་སྲས་དང་བཅས་པ་ལ་མཆོད་པ་ཕུལ། དེ་རྣམས་ཀྱི་ཐུགས་རྒྱུད་ལ་བདེ་སྟོང་གི་ཏིང་ངེ་འཛིན་གསར་དུ་འཁྲུངས་ཏེ། ཟག་མེད་ཀྱི་བདེ་བས་ཐུགས་རྒྱུད་མཉེས་ཤིང་ཚིམས་ནས། དེ་རྣམས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་རྣམས་འོད་ཀྱི་རྣམ་པར་བསྡུས་ཏེ་ཧཱུྃ་ལ་ཐིམ། རྡོ་རྗེ་ཧཱུྃ་དང་བཅས་པ་ཡོངས་སུ་བསྐྱོད་པ་དེ་རྡོ་རྗེ་སེམས་དཔའ་བསྐྱེད་ཅིང་རྒྱས་འདེབས་པའི་བར་མགོན་ཐོག་ཐག་བྱ་བ་བསགས། རྡོ་རྗེ་སེམས་དཔའི་ཐུགས་ཀར་ཀུན་རྫོབ་ཕྱོགས་བཅུ་གསུམ་གྱི་དཀྱིལ་འཁོར། དེ་ཉིད་ཟླ་བའི་དཀྱིལ་འཁོར། འོག་མའི་མདོག་ཅན་ལྟ་བུ། ཐུགས་ཀྱི་འོད་ཅིག་བསམ། དེའི་སྟེང་དུ་དུང་ཟླ་བྱང་ཆུབ་ཀྱི་སེམས། དེ་ཉིད་ཧཱུྃ་ཡིག་དཀར་པོ་དང། ཧཱུྃ་ཡིག་དཀར་པོ་དུང་གི་མདོག་ལྟ་བུ་ལས། ཧྲིལ་བོར་བཏང་བའི་ཚད་ཙམ་གྱེན་དུ་བསྒྲེངས་པའི་མདའ་སྟེང་དུ་མཐའ་སྐོར་དུ་ཡི་གེ་བརྒྱ་པ་ཁ་དོག་དཀར་པོ་མགོ་ཕྱིར་བསྟན་ནས་ཉེ་དུས་སུ་གནས་པའམ་གྱེན་དུ་བསྒྲེངས་པའི་བསྐོར་བ་ལས་འོད་ཟེར་འཕྲོས་པར་བསམ། རང་གི་སེམས་ཧཱུྃ་ཡིག་ལ་ཞུགས་པ་བཞིན་བྱས་ཏེ་ངོ་བོ་དབྱེར་མེད་དུ་མོས་ནས་སྔགས་བཟླས་པས།

གོང་པོ་བོ་རང་ཆ་ཆ་ནས་ངོ་གཉིས་ཀྱིས་སྟོང་བ་རེད། ད་སྐབས་འདིར་རྒྱལ་བའི་བཀའ་ལས་ཨེ་ནི་རང་གི་ཨེ་ནི། སྒོམ་བྱེད་ལྷ་དེ་དང་དེ་དེ་དང་དེ་ད་ག་འདྲ་བསྟན་ནས་རྟགས་སམ་དབྱིབས་གཅིག་གྱུར་ཆགས་ཡོད་དུས་དེའི་ཐོག་ནས་ཨེ་ནི་རང་ཡང་ལྷ་དེ་དང་དེར་གོམས་བྱས་འདུག་ཟེར་གྱི་མ་རེད། དེའི་ཐུགས་ཀའི་ཧཱུྃ་ལས་འོད་ཟེར་འཕྲོས་པས་རང་གི་སེམས་ཧཱུྃ་ཡིག་ལ་ཞུགས་པ་བཞིན་བྱས་ཏེ་ངོ་བོ་དབྱེར་མེད་དུ་མོས་ནས་སྔགས་བཟླས་པས། སྔགས་ཕྲེང་ཧཱུྃ་དང་བཅས་པ་ལས་འོད་ཟེར་འཕྲོས་པས་གནས་ལ་ཆེ་བའི་ལྷག་མ་དཔག་ཏུ་མེད་པ་སྤྲོས། རང་རང་གི་བྱ་བ་ཆོད་པ་དང་རྡོ་རྗེ་སེམས་དཔའ་ཡབ་ཡུམ་སྤྲོས་ཏེ་སེམས་ཅན་ལ་དབང་བསྐུར་བ་དང། སངས་རྒྱས་བྱང་སེམས་ཐམས་ཅད་ཀྱི་ཡོན་ཏན་རྣམས་འོད་ཀྱི་རྣམ་པར་སྤྱན་དྲངས་ནས་སྔགས་ཕྲེང་ཧཱུྃ་དང་བཅས་པ།

དེ་ནས་བདུད་རྩིའི་ནང་ནས་མར་བབས་པའི་འབྲས་བུ་ལོངས་སྤྱོད་ཀྱི་འཁོར་ལོ་བཙན་ཐབས་དང་བཅས་པ་གང། དེ་བཞིན་དུ་བདུད་རྩིའི་ནང་ནས་མར་བབས་པའི་སྙིང་ག་ཆོས་ཀྱི་འཁོར་ལོ། དེ་བཞིན་དུ་ལྟེ་བ་སྤྲུལ་པའི་འཁོར་ལོ། ཚངས་གནས་བདེ་སྐྱོང་གི་འཁོར་ལོ། ནོར་བུའི་དབུས་ཀྱི་བཙན་ཐབས་བརྒྱད་པ། ལ་གཡས་གཡོན་རྣམས་སུ་བཞུགས། བསྐང་གསོལ་གྱི་བར་རྣམས་མེར་གྱིས་གང། ཐོག་མེད་པ་ནས་བསགས་པའི་སྡིག་སྒྲིབ་ཉེས་ལྟུང་ཐམས་ཅད། དུས་སྐུ་དང་སྲུལ་སྐུའི་རྣམ་པར། འོག་སྒོ་དང་བ་སྤུའི་བུ་ག་ནས་ཕྱིར་ནག་ཕུན་གྱི་དོན། ལུས་ཤེལ་སྒོང་གཡའ་དག་པ་ལྟར་མོད་དེ། ཡི་གེ་བརྒྱ་པ་ཚུན་རེ་ལ་སྟོང་ལ་སོགས་པ་བསྒོམ། དུས་འཇོག་ཁར་དག་ནས་མི་ཤེས་མང་པ་ཡི། རྒྱས་པ་གོ་གི་ཡོད་རེད་དེ་འདྲ་ཡིན་དུས་བདག་ནི་མི་ཤེས་མ་གོ་ཡི། ཞེས་སོགས་ཀྱིས་གསོལ་བ་འདེབས་པ་དང། རྡོ་རྗེ་སེམས་དཔའ་ཡབ་ཡུམ་རང་ལ་བསྟོད་བ་སོགས་མངོན་རྟོགས་ལྟར་བྱའོ། དེ་ཡང་སྤྱི་བོ་ནས་བདུད་རྩི་རྒྱུན་བབས་དོན་གཉིས་བྱས་པ་རྣམས་གཅིག་ཆར་དུ་འཆར་ནས་གཅིག་ཆར་དུ་འཆར་རམ། རེས་མོས་སུ་བསྒོམ་ཞིང་ཡི་གེ་བརྒྱ་པ་བཟླའོ། དེ་ལྟར་རྡོ་རྗེ་སེམས་དཔའི་བསྒོམ་བཟླས་སྡིག་སྒྲིབ་དག་པའི་མཚན་མ་མ་རྙེད་ཀྱི་བར་དུ་སྟེ། མ་ཤི་རྒྱལ་བ་གར་བྱེད་པ་ཡིན་ནའི་དེས་གང་དུ་དམིགས་པ་དེའི་དོན་དག་ལ་ཕན་ཡང་བྱེད་ཀྱི་ཡོང་གི་ཡོད་རེད། ད་སྐབས་སུ་བབ་པ། ཅེས་ཡི་གེ་བརྒྱ་པ་ཟླ་ཡག་སོགས་ལ་དེ་འདྲ་བྱས་ནས་ཅེས་རང་རྒྱུད་ཀྱི། ཅེས་ལས་ངན་བསགས་ཞེས་པའི་སྡིག་སྒྲིབ་དེ་འདི་དག་པའི་ཆེད་དུ་དམིགས་ནས་ཨེ་ནི་སྒོམ་ཡོང་དུས་རྩ་ནས་ཁོ་དེ་དང་མཐུན་པའི་གཉེན་ལམ་གྱི་ལུས་ཆུས་ཁྲུས་བ་དང་ལུས།

ཡི་གེ་བརྒྱ་བ་ཐུན་རེ་ལ་སྟོང་ལ་སོགས་པར་འདའོ། ཐུན་འཇོག་ཀ་དག་ནི་མི་ཤེས་མ་བ་ཡེ་ཤེས་སོགས་ཀྱི་སོ་འདེབས་པ་དང། རྡོ་རྗེ་སེམས་དཔའ་ཡབ་ཡུམ་བསྡུ་བ་སོགས་མངོན་རྟོགས་ལྟར་བྱའོ། དེ་ཡང་སྤྱི་བོ་ནས་བདུད་རྩི་རྒྱུན་བབས་པའི་དུས་ཉིད་བྱས་པ་རྣམས་ཅིག་ཅར་རང་རེ་མོས་སུ་བསྒོམ་ཞིང་ཡི་གེ་བརྒྱ་པར་འདའོ། དེ་ལྟར་རྡོ་རྗེ་སེམས་དཔའི་བསྒོམ་བཟླས་སྡིག་སྒྲིབ་དག་པའི་མཚན་མ། མ་ཉིད་ཀྱི་བར་དུ་ཐུན་བཞིར་བཅད་ནས་བསྒོམ་པར་བྱའོ། གཞན་ཡང་ཕྱག་དང་བསྐོར་བ་སོགས་སྡིག་སྒྲིབ་དག་པའི་ཐབས་ལ་འབད་པར་བྱའོ། དེ་འདྲ་བྱེད་གསུངས་ཤག། ད་བྱས་ནས་ང་རང་ཚོ་གསང་སྔགས་ཀྱི་ཆོས་ཉམས་ལེན་བྱེད་མཁན

ཀྱི་འཛམ་བུ་གླིང་འདི་གང་གི་ཉམ་ཐག་པའི་སེམས་ཅན་སྤྱི་དང། ཨ་ནི། ད་ལྟ་ང་རང་ཚོ་མཐོང་ཆོས་ལ་ཡོད་བསྡད་པའི་འཛམ་བུ་གླིང་གི་མི་གཙོ་བོར་གྱུར་པའི་དག་སྲོག་ཆགས་བདེ་སྐྱིད་འདི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་རང་དང་མཚུངས་པ་རེད་དེ། ཡིན་ནའི། སྡུག་བསྔལ་གྱིས་མནར། ཨེ་ནས་དེ་བས་ཕོངས་ནས་ཡོད་བསྡད་པ་ད་ང་རང་ཚོ་ཚང་མས་མཐོང་བསྡད་ཨ་དེ་རེད་འཛམ་བུ་ལས་འདི་གང་གའི་མི་དུང་འགྱུར་ཁ་ཤས་ཤིག་ཡོད་བསྡད་པ་འདི་ཁྱེད་ཚང་མ་ལོ་གང་ད་སྡོད་པ་བདེ་བ་འདོད་མི་འདོད་པ་སྡུག་བསྔལ་རེད་དེ་ཡིན་ནའི་ཧོ། སེམས་མ་རུངས་པ་དག་རྨོངས་པའི་དབང་གིས་གང་ད་སྡུག་བསྔལ་གྱི་རྒྱུ། སྡུག་བསྔལ་གྱི་རྒྱུ་ཡིན་པ་མ་ཤེས་པར་བྱས་བྱས་ཨེ་དེ་ཀོ་སྣང་མེད་རིག་བྱེད་ལ་བཞག་བྱས་ཨེ་ནས་ཤེས། སྡུག་བསྔལ་སྐྱེ་ཡག་གི་རྒྱུ་མང་པོ་ཅིག་ང་རང་ཚོས་ཉིན་རེ་བཞིན་དུ་བེད་སྤྱད་དང་དང་བསྟོད་བསྟོད་བྱས་རུ་ཅིག་ཡིན་གྱི་འདུག་ག། ཟླ་བ་འདི་འདྲའི་ཡི་དྭགས་སྡུག་བསྔལ་གྱི་རྒྱུ། འགོག་སྲུང་གྱི་མི་དགེ་བའི་ཐོག་ནས་ཡོང་གི་ཡོད་པ། ཨེ་ནི་ད་ག་ན་བཞིན་སྔགས་བྱང་སེམས་ཀྱི། ཨེ་ནི། དབང་དང་བྱིན་རླབས་དེ་འདྲ་ཐོབ་ཡོད་ན། དེ་དང་འདྲེ་རེད། ཡང། ཅིག་གི་ཉེས་པ་དེ་འདྲའི་མང་པོ་ཡོང་གི་ཡོད་རེད། ད་དེའི་དུས་ཚང་མ་ལོག། ཨེ་ནི། ཞེས། སྔ་ཉག་དྲག་ནས། དང། རང་ཉིད། བཅོམ་ལྡན་འདས་ཀྱི་རྗེས་སུ་འབྲང། ཨེ་ནས་རྡོ་རྗེ་ཐེག་པའི་ལམ་ལ་བསླབ། ཨེ་ནས་སྐབས་སུ་བབ། ཅེས་རྡོ་རྗེ་སེམས་དཔའ་རོལ་བ་འདི་འདྲ་སྐྱེས་ནས། ཁྱེད་ཀྱིས་སྡིག་སྒྲིབ་དག་ཡག་གི། དམིགས་པ་བྱས་ཨ་རོ་མོས་པ་བྱས་ཨ་རོ་འདི་འདྲ་བྱས་པའི། ཡིན་དུས་ས་ནས། ད་རྒྱལ་བའི་དགོངས་པ་དང་མཐུན་པ་བྱེད་ཀྱི། ད། འོ་ད། ཅེས། རང་གི་མི་ཤི་བ་དང་ཨ་ཅང་ཅང་དེ་བསམ་བཞིན་དུ་ཨེ་ནས་སྡུག་བསྔལ་གྱི་རྒྱུ་དང་དུ་བླངས་ཤ་རོ་སྣང་མེད་ལ་བཏང་ཤ་ཞེས་ང་ཚོས་ད་བྱེད་བདེ་གི་འདུག་ག་འོ་ད་དེ་ལ་སྙིང་ཁུ་རུས་པའི་སྟེང་ནས་ཨེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱི། ཐུབ་པའི་ཕྱག་རྟོགས་མེད་པར་ཐམས་ཅད་མཁྱེན་ངེས་ཀྱི་འདི་ཙམ་ནས་བདག་སངས་རྒྱས་བཅོམ་ལྡན་འདས་ལ་ངས་སྒོ་གསུམ་གྱི་སྡིག་སྒྲིབ་བསགས་པ་དེ་ཡིན་ཏེ་སྙིང་ཁུང་རུས་པའི་རྒྱུད་ནས་བཤགས་པར་བྱའོ་བསམ་པས། དགྱེས་པ་དང་བཅས་པའི་སེམས་ཤུགས་ཡག་པོ་ཞིག་སྐྱེས་ནས་ཨེ་ནི་ཡིག་བརྒྱ་བསགས་ཏེ་ཨ་རོ། ཡང་མ་ནི་བསགས་ཏེ་ཨ་རོ་སོགས་དེ་འདྲ་བྱས་པ་ཡིན་ན་ཨེ་ནི་ཡག་པོ་ཡོད་རེད།

ཁོ་ཐུག་གི་དམིགས་ས་ག་འདྲ་ཅིག་གི་ཆེད་དུ་དམིགས་པ་འདི་སྐད་ཀྱི་ཐོག་ནས་ཨེ་ནི་སྒྲིག་ཆུ་བཞག་ཡག་གི་ད་མེད་པ་བྱས་ཡག་དེ་འདྲ་ཞིག་རེད་བཞག་ང་རང་ཚོ་ད་རྡོག་ཆ་ཟེར་བའི་གོམ་སྟན་ད་ང་རང་ཚོ་ཉིན་ཐ་རེ་ཞིག་བཏིང་དགོས་རེད་བ་ད། ལག་པའི་ལྷ་འདྲ་མི་འདྲ་ཡོང་གི་རེད། གསང་བ་འདི་མི་བཟོ་རོགས། བདེ་མཆོག་གི་བཟོ་རོགས། གནོད་མཆོག་མི་བཟོ་རོགས། སྤྱི་ཟུར་འདྲ་མི་བཟོ་རོགས་དེ་འདྲ་རེད། ད་ལྷག་པའི་ལྷ་མང་པོ་ཡོང་གི་རེད་དེ། ད་ག་ད་ག་ཡིན་ནི་མེད་ནི་དོན་དག་སྙིང་པོ་སྡིག་སྒྲིབ་སྦྱོང་ཡག་གི་ཆེད་དུ། ཨེ་ཏི། ལྷ་དེ་བསྒོམས་ནས་བདེ་པ་བསགས་ཡག། ཡང་ཚོགས་བསགས་ཡག་གི་དོན་དག་ལ་ལྷ་དེ་བསྒོམས་ནས་ཡང་བཟླས་པ་བསགས་ཡག་ད་དེ་འདྲའི་ངང་དུ་ཚང་མ་ལོག་ལྟ་གི་ཡོད་པ་རེད་བ་ད་བྱེད་ཀྱི་ཡོད་རེད་བ་ག་ཚོད་ལྷ་བསྒོམ་དུས་ཙང་ནས་གང་ལྟར་ཡིན་ནས་སྟོང་པ་ཉིད་ཀྱི་ལྟ་བ།

རང་གཙོ་བོར་གྱུར་པའི་གང་ཟླ་གཅིག་རང་དང་འབྲེལ་བའི་ཨེ་ནི་གྲོགས་པོ་གྲོང་ཆེན་ཚོས་སྡིག་ལྟུང་དག་ཡག་གི་དོན་དག་ལ་དམིགས་ནས་ཨེ་ནི་བསམ་པ་རྣམ་དག་བྱས་ནས་ཨེ་ནི་བཤགས་བསྡམ་བྱེད་ཡག་དེ་འདྲ་བྱེད་ཀྱི་ཡིན་ན་ཨེ་ནི་ཕན་ཐོགས་ཡག་པོ་ཡོང་གི་རེད་ད་དེ་འདྲ་ཞིག་ལ་བཤགས